དགའ་ཕྱོགས་དགའ་ཕྱོགས་ཀུ་ཀྲུ་ནཱ་ར། སྐུ་ཡི་གོ་སྟོན་གྱི་བྱམས་བརྩེ་བློས་བཏང་བསྟུན་ནས་བྱང་ཨ་རིའི་སེམས་ཤུགས་སློབ་གྲྭ་ཁག་དབར་གྱི་རིག་གསར་འགྲན་བསྡུར་ཐེངས་དང་པོའི་སྐབས་དེར་ཐོག་མར ྋགོང་ས་སྐྱབས་མགོན་མཆོག་གི་སྐུ་པར་མཐོང་རོལ་རིན་པོ་ཆེ་ལ་གུས་ཕྱག་དང། གཏེར་ཤུལ་གྱི་དགེ་རྒན་དང་ཟུར་པ་རྣམ་པ་ཚོ་བྱས་ནས་སྐུ་མགྲོན་དང་མི་མང་ཚང་མ་ལ་འཚམས་འདྲི་བཀྲ་ཤིས་རྟོགས་བརྗོད་ཞུ། ང་ནི་ནུབ་བྱང་བོད་མིའི་རིག་གཞུང་ཚོགས་པའི་གནའ་དེང་རིག་པའི་བསྡུར་མི་སློབ་མ་ལྷམ་བུ་བཀྲ་ཤིས་ཡིན། ང་ནི་སྐབས་དེར་དགག་སྒྲུབ་གཉིས་ནས་དགག་ཆོག་པ་ཞིག་ཡིན། གཞོན་ནུའི་ཆ་ལུགས་འཆང་བ་པོ། ཤེས་རབ་སྒྲོན་མེ་རབ་ཏུ་གསལ། འཇིག་རྟེན་གསུམ་གྱི་མུན་སེལ་བ། འཇམ་དཔལ་དབྱངས་ལ་ཕྱག་འཚལ་ལོ། སྤྱིར་ང་ཚོ་ལས་ཀ་ཆེ་ཆུང་གང་ཞིག་བྱེད་ན་ཡང་གྲུབ་འབྲས་ཡག་པོ་ཞིག་ཡོང་བ་ལ་རིག་པ་དང་བརྩོན་འགྲུས་གཉིས་ཧ་ཅང་གལ་ཆེན་པོ་ཆགས་ཡོད་པ་དེ་སྐབས་དེར་རིག་པ་ནི་ཤེས་རབ་ཡིན་ཞིང་དེ་ནས་མར་མེ་ཡིས་མུན་པ་སེལ་བ་གནང་ཞིང་བླང་དོར་དང་བདེན་རྫུན་སོགས་སོ་སོ་གསལ་བར་བྱེད་པ་ཡིན་ལ། བརྩོན་འགྲུས་ནི་དགེ་བའི་ལས་ཀ་ལ་སྤྲོ་སྣང་གིས་འཇུག་པ་སྟེ། ཤེས་རབ་ཀྱི་མར་མེ་དེ་ཡིས་སྣུམ་ལྟ་བུ་ཡིན་པས་བརྩོན་འགྲུས་བསྐྱེད་པ་ནི་རིག་པ་གསལ་བ་དང་རིག་པ་གསལ་བས་འདོད་དོན་ཚང་མ་བདེ་བླག་ངང་སྒྲུབ་ཐུབ་ཀྱི་ཡོད་པས། རྒྱལ་སྲས་ཞི་བ་ལྷས་ཡན་ལག་དེ་དག་ཐམས་ཅད་ནི། ཐུབ་པའི་ཤེལ་དོན་དུ་གསུངས་ཞེས་གསུངས་སོ། དེ་ལྟར་ཡིན་ཀྱང་མི་མང་པོ་ཞིག་གིས་རིགས་པ་ལས་བཙུན་དུ་ཁྱད་པར་གྱི་ཁ་ཆེ་བ་འདོད་ཀྱི་ཡོད་པ་རེད། དེ་དག་ལ་རང་རང་གི་རྒྱུ་མཚན་མང་པོ་ཞིག་གདང་རྒྱུ་ཡོད་ན་ཡང། རྒྱུ་མཚན་གཙོ་བོ་ནི་བརྩོན་འགྲུས་མེད་ན་རིགས་པ་ཡག་པོ་ཡོད་ཀྱང་རང་ཉིད་ལེ་ལོ་ཡི་དབང་དུ་སོང་ནས་རང་གི་ལས་ཀ་དེ་ཐག་གི་བ་ཞིག་སྒྲུབ་ཐུབ་ཀྱི་མེད་པ་དང། བརྩོན་འགྲུས་ཡོད་ན་རིག་པ་དེ་ཙམ་ཡག་པོ་མེད་ཀྱང་འབད་བརྩོན་ཡུལ་ཆད་མེད་པ་ལ་བརྟེན་ནས་ཡུན་གྱི་ལས་ཀ་ཆ་ཚང་བ་ཞིག་སྒྲུབ་ཐུབ་པས་རིག་པ་ལ་བརྩོན་འགྲུས་གལ་ཆེ་བ་རེད་ཅེས་ཟེར། བསམ་བློ་ཡག་པོ་བཏང་བ་ཡིན་ན་རྒྱུ་མཚན་དེ་དག་ནི་ཡང་དག་པ་ཞིག་རེད་མི་འདུག་སྟེ། བརྩོན་འགྲུས་མེད་ན་ལས་ཀ་ཐག་མི་འཁྱོལ་བ་དང། བརྩོན་འགྲུས་ཡག་པོ་ཡོད་ན་འདོད་དོན་འགྲུབ་ཀྱི་ཡོད་པ་བདེན་ན་ཡང། དེ་ཙམ་གྱིས་ནི་བརྩོན་འགྲུས་རིག་པ་ལས་ཁྱད་པར་གྱི་ག་ཆེ་བ་མི་འགྲུབ་ལ། དེ་ལས་ལྡོག་སྟེ་བརྗོད་ན་ཤེས་རབ་མེད་ན་བླང་དོར་ལ་རྨོངས་ནས་གང་བྱས་དོན་མེད་དུ་འགྱུར་བ་དང། ཤེས་རབ་ཡོད་ན་འདོད་དོན་ཐམས་ཅད་ཚེགས་ཆུང་ངུས་ཀྱང་འགྲུབ་པར་འགྱུར་བ་ནི་མཐོང་ཆོས་སུ་ཡོད་པས་རིག་པ་ལས་ལྷག་པར་བརྩོན་འགྲུས་ག་ཆོད་མ་ཡིན་ནོ། དེ་ཡང་ཆེས་གསལ་བའི་དཔེ་ཞིག་བརྗོད་ན། འཛམ་གླིང་ཐོག་འགྲོ་བ་མི་ཡོངས་ལ་བྱམས་བརྩེ་སྤེལ་བའི་ཐབས་ལ། ཆོས་ལུགས་ཚང་མས་ད་ལྟའི་བར་དུ་འབད་བརྩོན་དང་ཐབས་ཤེས་གང་མང་གནང་ཡོད་ན་ཡང། གོང་ས་མཆོག་གི་རིག་པའི་རྩལ་མ་བྱུང་བར་དུ་སུ་གང་གིས་ཀྱང་ཆོས་དད་ཡོད་མེད་ཚང་མ་ལ་ཕན་པའི་ཐབས་སྦྱོར་ཏེ། ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ལྟ་བུའི་བསླབ་གཞི་ཞིག་མ་རྙེད་པ་ལྟ་བུའོ། དེ་བས་རིག་པ་ལས་བརྩོན་འགྲུས་ཁྱད་པར་དུ་གལ་ཆེ་བ་ཞིག་མ་མཐོང་ཞིང། རིག་པ་གཙོ་བོ་ཡིན་ཙང་རིག་པ་འཕེལ་བའི་ཆེད་དུ། ང་ཚོ་རྗེ་བཙུན་འཇམ་དཔལ་དབྱངས་ལ་གསོལ་བ་འདེབས་ཀྱིན་ཡོད་ལ། རིག་པ་འཕེལ་བའི་ཆེད་དུ་ང་ཚོས་བརྩོན་འགྲུས་སྐྱེད་དགོས་ཀྱི་ཡོད། རིག་པ་མེད་ན་མིག་མེད་པའི་མི་ཞིག་ལམ་ལ་འགྲོ་བ་དང་འདྲ་བས། བརྩོན་འགྲུས་ཀྱི་སྟོབས་ཇི་ཙམ་ཡིན་ན་ཡང་རང་ཉིད་འགྲོ་འདོད་པའི་གནས་སུ་སླེབས་ཐུབ་མིན་ནི་སུས་ཀྱང་བརྗོད་པ་དཀའ།